བཙུན་མའི་སྒོ་མོ་ཆེ་དེའི་ནང་ལོགས་ལ་ཡང་ཨ་ནི་བཙུན་མ་རྣམ་པ་ཚོ་ལ་ཡང་དཔེ་ཁྲིད་ནང་རྗེས་ཞུགས་འགྲིག་ཡོད་རེད། སྤྱིར་བཏང། དགེ་བཤེས་ལགས་ཁོ་རང། དེ་གའི་དཔེ་ཁྲིད་ནང་དཔེ་ཁྲིད་གནང་པ་ཙམ་དུ་མ་ཟད་པའི་ཨེན་ཕྱིས་སུ་དགེ་བཤེས་མ་དེ་ཚོ་ཐོན་པའི་སྐབས་ལ་ཡིན་ན་ཡང་དགེ་བཤེས་མ་དང་པོ་ཐོན་པའི་སྐབས་ལ་ཡིན་ན་ཡང་དཔེ་ཁྲིད་གནང་མཁན་རམ་གཙོ་བོ། དགེ་ཁང་ཁོ་རང་བྱས་བྱས་གང་ལྟར།

ང་ཚོ AI དེ་འདྲ་ཡོད་མ་རེད་ད་ནས་བཟུང་ད་ལྟ་ཨ་ཐར་ཤ་བྱེད་བྱེད་བཀའ་གདེང་རྒྱུ་དེ་འདྲ་མཚན་ཡ་ཡོད་པ་དེ་འདྲ་དེ་སྐབས་དེ་དུས་ཡོད་མ་རེད་དེ་རེད་འདུག་ས་སྐབས་དེ་དུས་ད་ཁོང་དངོས་གནས་དྲི་ནས་ཅིག AI གི་ཟུར་བུ་ཅིག་དང་བཀའ་གདེང་རྒྱུར་གི་བང་མཛོད་ཟུར་བུ་ཅིག་ཆགས་དེ་ཡོད་རེད་དེ་འདྲ་ཡིན་དུས་ས་ནས་ད་གཟིགས་རྒྱ་ཆེན་པོ་ཞུ་བྱེད་རེད་ད་འདྲི་སྟངས་ངས་ང་རང་ངོ་ཤེས་པ་དགེ་བཤེས་ད་མང་པོ་ཞུ་གི་ཡོད། དེ་ཡིན་ན་ཡང་ད་དགེ་བཤེས་ཚང་མ་ད་ལྷ་རམས་ཐོན་རྫས་ཚང་མ་ད་ངན་གོང་ཞིག་མ་རུ་བ་ད་ཡིན་ན་ཡང་ང་རང་གི་ཤེས་པ་དེ་ཚོའི་ནང་དུ་བལྟས་པ་ཡིན་མིན་ན་དགེ་བཤེས་ལ་ཅིག་གཟིགས་རྒྱ་ཆེ་ཤོའི་གྲས་ལ་མཐོང་རྒྱ་ཆེ་ཤོའི་གྲས་ལ་སླེབས་ཡོད་རེད་བསམ་དྲན་གྱི་འདུག། ད་ནང་བཞིན་ང་རང་གིས་ནམ་རྒྱུན་ནས་འདི་འདྲ་བྱེད་ཀྱི་ཡོད། ད་དགེ་བཤེས་ལགས་འདི་ཅིག་གར་ཆག་ཐབས་སྐྱོ་རུ་བྱེད་ལེ་བོད་སྐད་དེ་མ་གཏོགས་ཀྱི་གཞན་དག་ཅིག་ཤེས་ཀྱི་མེད་པ་འདི་ཅིག་ཐབས་སྐྱོ་བོ་རུ་ཆགས་འདུག་གལ་སྲིད་ཁོང་གིས་ཀྱི་གཞན་དག་དཔེར་ན་ཨིན་ཇིའི་སོར་བུ་རྒྱ་སྐད་སོར་བུ་དེ་ཅིག་ཤེས་ཀྱི་ཡོད་པ་ཡིན་ན་མཁྱེན་གྱི་ཡོད་པ་ཡིན་ན་ད་ལམ་སང་ཅིག་ཕྱི་རྒྱལ་གྱི་ད་ཅིག University བསླབ་གྲྭ་ཆེན་མོ་དེ་ཚོའི་ནང་ལོགས་ལ་ཡང་གདན་འདྲེན་ཞུས་བྱས

གཞུང་དཔེ་ཆ་ཟིག་ཡ་རེད་ད་ནང་བཞིན་གྱི་ཤེས་བྱ་རིག་གནས་གསར་བ་དེ་ཚོ་ལས་ཡ་ཐུགས་སྣང་གནང་ཡ་རེད་གང་ཅིའི་ཐོག་ལ་ཡིན་པའི་ནང་གང་ལྟར་གྱི་གར་ཤོག་སྐུ་ཚེ་ཧྲིལ་བོ་དེ་ཕར་གྱི་དང་ཐོས་བསམ་གྱི་སྒོ་ནས་བསྐྱལ་བ་ཟེར་ན་ཡང་འདྲ་འདུག་ཡང་ན་སྐུ་ཚེ་ཧྲིལ་བོ་དེ་ཕར་གྱི་ཕྱག་དཔེ་ཟིག་ཡ་དང་ད་ནང་བཞིན་གྱི་སློབ་སྦྱོང་གནང་ཡ་དེ་འདྲའི་གཅིག་གི་སྐུ་ཚེ་མཐར་ཕྱིན་པ་རེད་བ་གཅིག་ཆགས་འདྲ་ཡོད་རེད། ཨ་ནེ་ད་ནང་བཞིན་ཡང་ཁོང་གི་ཁྱད་ཆོས་རུ་གཅིག་དེ་ག་རེ་ཟ་ཁོ་རང་གི་གཤིས་ཀ་དེ་ཁོ་རང་གི་གཤིས་ཀ་དེ་བས་མ་བཅོས་པ་ད་ཅིག་ཞེ་ས་མ་བཞིན་ནི་སྤུ་གུ་འདྲ་བོ་ཞིག་ཡོད་རེད་ད། སྤུ་གུ་འདྲ་བོ་ཞིག་ཡོད་པ་ཆེ་ཆེ་མ་བཅོས་པ་རུ་ཆིག་བཅོས་མ་མ་ཡིན་པ་འདྲ་བོ་ཞིག་ཡོད་རེད། བཅོས་མ་མ་ཡིན་པ་འདྲ་བོ་ཞིག་ཡོད་རེད་ལ་ད་ནང་བཞིན་ད་ཁོང་ཕྱོགས་གཅིག་ནས་བཤད་པ་ཡིན་ན་མི་ཁ་ཤས་ཀྱི་ཐོག་ནང་ད་ཁོང་ཅིག་ལྟ་བ་དྲག་པོ་འདྲ་བོ་ཞིག་ཡོད་པ་འདྲ་བོ་ཞིག་དེ་འདྲ་མཐོང་སྲིད་ཀྱི་རེད་དེ་ཡིན་ན་ཡང་ད་གང་ལྟར་ཁོ་རང་ཁོ་རང།

ཆོས་རྗེ་ནི་བསམ་པ། བསམ་པ་ནག་པོ་གས་ཡོད་མ་རེད་བསམ་པ་ནག་པོ་གཙང་བ་ཉིད་ནས་ཡོད་མ་རེད་བསམ་ངན་ཅག་འདི་འདྲ་ཅིག་མི་གཞན་དག་དེ་ཅིག་ནག་པོ་བཟོ་ཡག་དང། ཨ་ནི་ཅིག་མི་གཞན་དག་དེ་ལ་ཡག་ཅིག་མི་གཞན་དག་ལ་ཡག་ཅིག་ཀུན་སློང་ངན་པ་ཁེན་འདི་འདྲ་བྱས་ཡག་འདི་འདྲ་ཅིག་ཡོད་མ་རེད། ད་ཡིན་ནས་ཁོ་ཁ་ཐུག་ཁ་ཐུག་ལ་ཡག་མི་གཞན་དག་ཅིག་ལབ་དུས་དེ

ཨ་ནི་སེམས་པ་ཆུན་ཆུན་ཁར་དཀར་འདུག་དེ་འདྲ་ཞིག་རེད་མ་གཏོགས་པའི་བསམ་པ་ངན་པ་བཅངས་ནས་དེ་མི་གཞན་དག་མི་སུ་འདྲ་ཞིག་ཡིན་ནའང་དེ་ཅིག་མེད་པ་བཟོ་ཨ་རུ་པ་ཞིག་དང་ནག་པོ་བཟོ་ཨ་རུ་པ་དེ་འདྲའི་བསམ་བློ་ལྟ་ཉན་གྱི་རྩ་བ་ཉིད་ནས་ཡོད་མ་རེད། དེ་འདྲ་ན་ཞིག་ཁོ་རང་ལ་ཡང་ཁྱད་ཆོས་ཅིག་ག་རེ་ཡོད་རེད་ཟེར་ན་དཔེར་ན་ཁོ་རང་ད་སྐྱབས་མགོན་རིན་པོ་ཆེ་ལ་ཡིན་ནའང་རེད་ཁོ་རང་སྦིར་སྒྲིག་དགེ་རྒན། ཟླ་གཅིག་རྒན། ཤིང་ཟུར་བཀའ་འགྱུར་བ་དང་དེ་རྒན་ཡུལ་རྒྱལ་དང་དང་རེ་རྒན་བློ་བཟང་པ་འདི་དང་དེ་ཚུལ་གྱི་མཚན། ཁོ་རང། འབོད་ཡོང་དུས་ནས་ཁོང། མིག་ལ་བའི་མིག་ཞགས་ཁོག་ཁོག་པ་འདི་གི་རེད་ཨེ་མཚམས་མཚམས། ཅིག་ཡང། བླ་མ་དང་འབྲེལ་བ་ཡོད་པའི་མགུར་སྒྲུབ་དེ་ལས་ཐེངས་དེ་རེ་བྱས་པས་ན་ཁོ་ལམ་སང་བཤུམ་ཡོང་ཡིན་ཅིག་གང་ལྟར་ཁོ། ཅིག་སོ་སོའི་དཔེ་ཁྲིད་དགེ་རྒན་རེད་དེ་གི་དེ་བསམ་བློ་ལ་དངོས་གནས་དྲན་ནས་ཅིག་སྙིང་ཐག་པ་ནས་དད་པ་ཡོད་དེ་ངེས་ཅིག་རེད་བ།

ངས་ཚང་ཚོར་ཞུགས་ཡོད་ད་དགེ་བཤེས་ལགས་དངོས་གནས་དྲན་ནས་རྩམ་པ་འདི་ག་བ་ཕལ་པའི་ཡིན་ན་དེ་རྩམ་པ་ཅིག་རག་གི་འདུག་ཨ་ཟེར་ང་ཚོ་ལ་ནི་ཅིག་ཚམ་ཚོམ་རྩམ་པ་ར་ལ་མ་ལ་ཅིག་འདུག་དགེ་བཤེས་ལགས་ནི་ག་བ་ཕྱིན་པའི་ཡིན་ན་འཛམ་བུ་གླིང་པས་ད་ག་འདྲ་ཤེས་ནུབ་ག་བ་ཕྱིན་པའི་ཡིན་ན་རྩམ་པ་མ་རག་པའི་ཀ་ཁའི་རྩ་ནི་ཡོག་མར་ད་ག་ཁོ་རང་ཆོག་ཅིག་ནི་རྩམ་པ་ལ་ག་བ་ཡོད་པ་བྱས་ཅིག་བོད་རྩམ་ཟན་པ་ཅིག་ལ་བོར་བ་དེ་ནས་བཞུགས་རྩམ་པ་ལ་ག་བ་ཡོད་པ་བྱས་ཅིག་ངས་ཚང་ཚོར་ཞུགས་ཡོད།

བྱུང་སོང་བསམ་པར་བུ་ཆེ་ང་རང་དེ་གར་ཞུགས་ལ་ད་དགོངས་པ་མ་རྫོགས་གོང་དེ་འདྲ་ཡག་པོ་བྱུང་སོང་བསམ་པར་བུ་ཆེ་དྲན་སོང། ད་དེ་ནས་ཁོང་གི་སྙུན་གཞི་དེ་ཡིན་པས་ན་སྤྱིར་བཏང་ཁོང་ངོ་མ་ནི་ཧ་པ་ཏི་ཏི་སྲ་ཅི་ཡོར་བ་ཕྱི་ནད་ཁ་བ་ཟུག་འདི་དེ་གི་སྙུན་གཞི་ཅི་ཡོར་རེད་དེ་ག་ལ་གང་འཚམས་ཅིག་ཤུགས་ཆེན་པོར་ཆགས་བྱས། ཨ་ནི་རྗེས་མ་དེ་སྙུན་གཞི་དེ་ཤུགས་ཆེན་པོ་ཆགས་པ་དེ་ཧ་གོ་བྱས་ཨ་ནི། ཨ། ང་ཚོའི། སྨན་ཁང་ལ་ཡང་ཁྲིད་དུས་སང་ད་དེ་དེ་དུས་སང་དུས་ཚོད་ཏག་ཏག་རེ་བོ་ཅིག་བྱུང་རྗེས་ཨ་ནི་སྨན་བཅོས་དེ་ཚོ་དུས་ཐོག་ལ་ཡང་བྱས་ཐུབ་པ་ཡིན་དུས་སང་ཨ་ནི་མཆིན་པའི་གི་སྙུན་གཞི་དེ་ཚོ་ཚང་མ་ལོ། ཨ། ག་ལ་ཧ་འཚམས་ཡག་པོ་དྲག་བྱས་ཨ་ནི་དཔེ་ཡག་པོ་བྱུང་ཡོད་ད་ཡིན་ནའི། རྗེས་ལ་ཡང་གློ་བུར་དུ་དེ་ནི། རྒྱུ་མ་ལ་ཡང་སྐྲན་ནད་ཀྱི་ན་བཟའ་དེ་འདྲ་ཅིག་ལྟ་གློ་བུར་དུ་ཕོག་ནས་དེ་དུས་སྔོན་མ་ཧ་གོ་ཡང་སྨན་ཁང་ན་བརྟག་དཔྱད་བྱེད་དུས་ཨེ་དེ་ག་འདྲ་ཞིག་ཆགས་པ་ཡིན་ན་དེ་ཧ་གོ་མི་འདུག་ངས་རྗེས་ལ་ཡང་ཁོང་ལབ་ཡོད་སྤྱི་བཏང་ཁོང་ཞལ་ལག་མཆོད་པའི་སྐབས་ལ་ཡང་ཅིག་ཡར་ཆུ་མངར་མོར་དེ་འདྲ་ཡར་སྐྱུག་ཡོང་ཡང་རེད་པ་དེ་འདྲ་ཅིག་གི་སྐུ་ངལ་བྱུང་ཡང་རེད། ད་དེ་ང་ཚོའི་མགོ་སྟོད་དུ་བ་ཅིག་ཕོག་ཡག་པོ་མེད་ས་དེའི་རེད་བྱེད་བྱེད་ལབ་དེ་འདྲ་རེད་བྱས་པ་རེད་ད་རྗེས་མར་བྱེད་དུས་སང་ནི།

གང་ལྟར་དེ་ནས་རུ་ལྷོད་ཡངས་རུ་ཤོར་རྗེས་མཐའ་མ་དེར་རྒྱུ་མེད་ཀྱི་སྐྲན་ནད་ཉུང་ཞིག་ཕོག། དེ་འདྲས་བྱས་པ་རེད། ད་དེ་ཚོ་ལས་སྨན་བཅོས་བྱ་དེ་ཚོ་ད་ག་ལ། ཅིག་ག་ཚད་ཐུབ་ཐུབ་ཀྱི་ཅིག་ག་ཧྲུལ་བའི་སྨན་བཅོས་དེ་ཚོ། ཞུས་པ་རེད། ཡིན་ནའང་མཐའ་མ་མཐའ་མ་དེ་ལ་ཡང། ཨ་རི་གོང་པོ་རྫོང་ཡག་གི་སྐད་འདྲ་བོ་དེ། དེ་རྒྱུ་མེད་ཀྱི་སྐྲན་ནད་རང་ཡིན་ས་མ་རེད་ད་གང་ལྟར་རྒྱུ་མེད་ཀྱི་སྐྲན་ནད། ཡོད་ས་དེ་ལ་རྒྱུ་མ་བརྡོལ་བྱས། དེ་འདྲའི་རྐྱེན་ལ་བརྟེན་བྱས་ནས་ཨ་ནི་སྐུ་གཟུགས་ལ་ཡང་བསྙེན་ཁ་བརྒྱབ། ད་སྐུ་གཟུགས་ལ་བསྙེན་ཁ་བརྒྱབ་ཡོད་དུས་ས་ནམ་རྒྱུན་འགྲུབ་ཅིག་སྤྱི་བཏང་མི་འགྲུབ་ཅིག་ཡིན་ན་རྒྱུ་མ་བརྡོལ་དེ་འདྲ་བྱས་པ་ཡིན་ན་ལམ་སང་ཤར་ཆོས་བཏང་དགོས་ལབ་གི་འདུག་ཨ། ད་ཡིན་ནའི་དགེ་བཤེས་ལགས་ཁོང་ད་རྒྱུ་མ་བརྡོལ་ས་དེ་སྐྲན་ནད་ཕོག་ས་དག་རང་ཆགས་རེད་ཡིན་དུས་ས་ནི་ཤར་ཆོས་རྩ་བ་ཉིད་ནས་བཏང་ཡང་ཡོང་མ་རེད། ད་ཨེམ་ཆི་དེ་འདྲའི་མང་པོ་ལས་སྐད་ཆ་དྲིས་དེ་འདྲ་བྱས་ཡིན་དུས་ཤར་ཆོས་བཏང་ཡང་ཡོང་མ་རེད། ཤར་ཆོས་བཏང་པ་ཡིན་ན།

སེམས་བདེ་ལྷང་ལྷང་དུ་ཅིག་ཡོད་པའི་སོར་ཅིག་དེ་འདྲས་ཅིག་འདུག། ཨ་ད་ཨ་ན་ཅིག་ཁོང་གིས་ད་གཙོ་བོ་གཙོ་བོ་དེ་ག་རེ། ག་རེ་གསུངས་འདུག་ཟེར་ན་ཨ་ན་ཅིག་ཕྱི་རིམ་འགལ་གྱི་འབའ་དེ་ཚོ་ཚང་མ་པོ་ཏག་ཏག་འགྲོ་ཐུབ་ཡ་ད་འཆི་བ་འོད་གསལ་ངོས་ཟིན་ཐུབ་ཡ་རབས་དེ་འདྲས་ཀྱི་སྨོན་ལམ་རྒྱག་རོགས་ཅིག་དེ་འདྲས་གསུངས་གི་འདུག་དེ་འདྲས་བྱས་བྱས་གང་ལྟར་ཁོང།

ཡོངས་སུ་རྫོགས་པ་རབ་ལ་ཡང་ཕན་ཐོགས་ཡོང་ཐུབ་ཡ་ཅིག་བྱ་བསྡད་ཀྱི་འདུག་ཁོ་རང་ལ་དེ་ལྷག་བསམ་ཡོད་རེད་སེམས་ཤུགས་ཡོད་རེད། ད་དུང་ཡིན་ནའི་མུ་མཐུད་ནས་ཅིག་བསྟན་པ་དང་འགྲོ་བ་ལ་ཞབས་ཕྱི་ཞུ་ཡ་གི་དེ་འདྲའི་དགོངས་བཞེད་ཡོད་རེད། དེ་ལས་ཡིན་པ་ཡིན་ན་ཡང་ད་ཁོ་རང་གར་ཞུ་རེད་ཅིག་སྔོན་གྱི་ལས་ཟེར་ན་འདྲ་འདུག་ད་དེ་འདྲའི་གི་རྐྱེན་ལ་བརྟེན་བྱས་ནས་མུ་མཐུད་ནས་ཞུགས་ཐུབ་མ་སོང། ང་རང་ལ་ཡིན་ན་དེ་ནི་འགྱོད་པ་ཆེན་པོ། ད་ཅོག་ཅེ་ནི་བཤད་པའི་ནང་ཁོ་རང་ད་ལོ་མང་པོ་ཅིག་ངོ་ཤེས་པ་ཆགས་ནས་ནི་སོ་སོའི་གི་ད་ག་ལ་བཤད། ཁྱིམ་ཚང་གཅིག་གི་ད་སྤིན་རྒྱག་ཟེར་ནས་འདྲ་འདུག་ཡང་ན་གྲོགས་པོ་ཟེར་ནས་འདྲ་འདུག་ད་ག་འདྲ་ག་ལ་རེད། གང་ལྟར་ཁོང་སེམས་ཐག་ཉེ་བོ་ཞེ་བོ་ཅིག་ཆགས་བསྡད་ཀྱི་ཡོད། དེ་འདྲའི་ཡིན་དུས་བསམ་ན་ཁོང་མུ་མཐུད་འཇིགས་ཞུགས་པ་ཡིན་ན་སྤྱི་དང་སྒེར་ཚང་མར་ཡང་ཕན་ཐོགས་ཡོང་ཐུབ་ཡག་ཅིག་རེད་དེ་ཡིན་ན་དེ་ཞུགས་ཐུབ་མ་སོང་ཨང། ཨ་ནི་ཐབས་ཤེས་སྦྱིན་ཨོང་རུ་བྱས་པ་ཡིན་ན་དེ་གང་བྱས་ཨ་སྐད་མི་འདུག་དེ་ནས་ང་རང་གི་རེ་བ་རུ་བ་དེ་ལ་ཡག་དགེ་བཤེས་ལགས་ཁོ་རང་ད་ཕ་ཡུལ་ལ་ཡག་ཞན་པ་ཆེན་པོ་ཞེ་བོ་ཡོད་རེད་བོད་ལ་ཡག་ཞན་པ་ཆེན་པོ་ཡོད་རེད། ཨ་ནི་བོད་ཀྱི་བོད་ལ་ཡོད་མཁན་གྱི་ཞིག་གིས་ཅིག། བོད་ལ་ཡོད་མཁན་མི་ཚེ་སོ་ལེ་ཡག་ཁོ་རང་གི་བོད་ཅིག་ག་རེ་ཟོས་ད་ཅིག་བོད་ཀྱི་མི་ཞོལ་མོ་མ་ཡིན་པ་ཅིག་དཀོན་མཆོག་ལ་དད་པ་ལས་འབྲས་ལ་གི་ཆེ་ཡོད་དེ་མི་ཚེ་སོ་ལེ་ཡག་པའི་ཁོ་རང་དགའ་ཞེན་ཞུ་གི་ཡོད་རེད་དེ་ནས་ཡིན་དུས་ཅིག་བྱས་ན་ད་ཁོ་རང་མ་འོངས་པ་ལ་ཡང་ཡང་བསྐྱར་བོད་ལ་ཡག།

ད་དེ་གི་དེ་ཚང་མ་ལོ་ཁ་ཚང་གོང་དགོང་པོ་མ་རྫོགས་གོང་ལ་ཡང་གསུང་རྩོམ་ག་རེ་ཡོད་པ་ཚང་མ་ལོ་ནི་ང་ལ་ཡང་ཚུལ་སྤྲད་ཞོག་ཅེས་ཀྱི་ལབ་པ་ཡིན། ཨ་འདི་འདྲའི་ཡིན་དུས་ས་ནི་ད་ངའི་ལག་པ་ལ་ཡང་གོང་མ་གསུང་རྩོམ་དེ་ཚང་མ་ལོ་འབྱོར་ཚར་བའི་རྗེས་ལ་ཡང་ཨ་ནི་གསུང་རྩོམ་དེ་ཚོ་པར་དེབ་ཀྱི་ཐོག་ལ་ཡང་དེབ་གཟུགས་ཀྱི་ཐོག་ལ་ཡང་པར་སྐྲུན་ཞུ་ཐུབ་པར་བྱེད་དེ་འདྲའི་རུ་བྱེད་རྩིས་འདུག་ཡིན།

གནས་ཚུལ་མང་པོ་ཞིབ་གཅིག་ཡོད་པ་ཡིན་འདུག་ག་ནས་འགོ་བཙུགས་དགོས་ཡོད་ད། ག་འདྲ་བྱེད་དགོས་ཡོད་ཧ་ཡག་གོ་མི་འདུག་དེ་ནས་ནུས་སམ་ད་ངས་ངག་ཐོག་ནས་ཕ། སོ་སོའི་གང་དྲན་དྲན་ནུས་པ་ཅིག་ཕ་ཐོས་བྱུང་གི་ཚུལ་དུ་ཞུས་པ་ཡིན། ད་གཙོ་བོ་དེ་དགེ་ཆེ་ལགས་ཀྱིས་ད་ཆོས་གྲོགས་མང་པོ་ཞིག་ཡོད་བ་རེད། ཅེས་བླ་མ་གཅིག་པའི་ཆོས་གྲོགས་གྲྭ་ཚང་གཅིག་པའི་ཆོས་གྲོགས།

ད་དེ་ལ་ཡང། བློ་དཔང་པོ་རྣམ་པར་ཡོད་པ་དེ་ཚོ་མཇལ་སོང་དེ་རིང་རུས་ཟ། ད་ག་རང་གིས་ག་རེ་མཚོན་ཐུག་འདུག་ཟེར་ན་དགེ་བཤེས་ལགས་དགོངས། ད་རྩོད་པ་བརྒྱབ་དུས་རྩོད་པ་བརྒྱབ་པ་རེད་མ་གཏོགས་ཅི་གི། དེ་ཅིག་མི་ཞིག་ལ་ལས་ཁོག་པ་ནག་པོ་བྱས་ཡག་དེ་འདྲས་མེད་པ་ཅིག་མཚོན་ཐུག་གི་ཡོད་རེད་བསམ་དྲན་གི་འདུག། གང་ལྟར་བྱས་བྱས་གར་ཞུགས་རེད་ད། ཅིག། འབྲེལ་ཡོད་ཚང་མ་རོ་ལ་ཡ། ཅིག། གར་ཞུགས་རེད།